སློབ་ཚན་བཅུ་བདུན་པ། མདོ་ཁམས་གོང་སྤྱིལ་ར་བའི་ཡུལ་ལྗོངས། རྩོམ་པ་པོ། བཀྲ་ཐང་བསྟན་པའི་ཉི་མ། བོད་ས་མཐོ་ནས་འབབ་པའི་ཆུ་བོ་བཞིའི་ཡ་གྱལ་དེ་ཡོངས་གྲགས་སུ་འབྲི་ཆུའམ་རྨང་གཞན་ཆུ་བོ་གསེར་ལྡན་དུ་འབོད་པའི་ནུབ་ཀྱི་ཕྱོགས་སྨར་ཁམས་ཚ་ལག་ལས་རི་རྒྱུད་དང་འདབས་འབྲེལ་བའི་གཡུལ་གླིང་རི་རྒྱུད་ཀྱི་འཇུག་ཤོག་ལས་ཤར་ངོས་འབྲི་ཆུ་ཤར་དུ་འཇུག་པའི་ཁུག་པ་ཆེན་པོར་གནའ་དུས་བཙན་པོ་ཁྲི་རལ་བ་ཅན་གྱི་དཔུང་གིས་བཙུགས་པའི་མཚམས་རྟགས་རྡོ་སྒོར་མོ་ལྔའི་དབྱིབས་ཅན་གཉིས་གཉིས་སུ། རྒྱལ་བུལ་ཡི་གེ་འཁོལ་པ་བཞུགས་སའི་ཉི་ནག་རྡོ་ལྔ་རང་བྱས་པ་དང་གཉིས་ཤིང། རྒྱ་བྱ་བོད་དུ་དྲངས་པའི་གལ་ཆེའི་ཚོང་ལམ་ཁེ་ཡུལ། སྤུངས་རྩི་རགས་གྲོང་རྡལ་གྱི་རྩིས་འབྲི་ཆུ་ཁའི་རི་མ་འདབ་དང། རི་ཤུལ་ལུང་ཤུལ་རྣམས་སུ་བོད་རིགས་འདུས་སྡོད་ཀྱི་གྲོང་ཚོ་བརྒྱ་ཕྲག་ཡོད་པ་ལ། དབུས་པ་ས་སྟོད་རྣམས་ཀྱིས་སྔར་ནས་གོང་སྤྱིལ་ར་བ་ཞེས་འབོད་པའི་ཡུལ་དེའི་ཆགས་དབྱིབས་ནི། རིའི་རྩེ་མོ་ཐམས་ཅད་གངས་སྐྱིད་ཀྱིས་བྱེ་བརླབས་ཤིང། དེའི་འོག་རྫ་བྲག་རི་དང་སྤང་རྩི་ཤིང་མེ་ཏོག་གི་མགོ་ལོ་རུ་འཕྱང་བ། དེའི་གཤམ་སྲིད་པའི་ནགས་རྒན་སྟུག་པོས་བརྒྱན་པ། ལུང་ཚན་དང་ལུང་ཤུར་ཆེ་ཆུང་རྣམས་སུ་ལྷུང་ལྷུང་དུ་འབབ་པའི་ཆུ་ཕྲན་ཆེ་ཆུང་སྣ་ཚོགས་གཏེར་གྱི་བུམ་པ་ལས་བྱུང་བ་ལྟར་རྒྱུག་ཆེར་འདུས་ཏེ་མཐར་ཆུ་བོ་གསེར་ལྡན་གྱི་འཕང་རུ་ཞུགས་ཤིང། རི་མ་འདབས་སུ་བདེ་འཁོད་སྙོམས་པའི་དཀྱིལ་ཤིང་ངམ། ཡང་ན་རི་སྒང་དག་ན་ནམ་མཁའི་ཆར་གྱི་རྒྱུན་པ་ལ་བལྟས་པའི་རི་ཆང་ས་གཞི་བྱིན་པ་དང། ཉེ་འཁོར་དུ་ཁམས་གཏེར་སོགས་འབྲས་ལྡན་གྱི་རྒྱུན་པ་རབ་ཏུ་རྒྱས་པའི་གསེབ་ན། གྱང་ས་མཁྲེགས་པས་བསྡོངས་པའི་གྱང་ཁང་མཐོ་གསག་ཅན་ཐར་ཐོར་དག་གནས་ཡོད་པ་དེ་དག་ནི། ཡུལ་མི་རྣམས་ཀྱི་རང་རང་གི་ཨ་མའི་ཡང་མི་ལས་བརྒྱུད་པའི་འཚོ་གནས་བྱེད་པའི་དུད་ཁྱིམ་ཡིན། ཉམས་དགའ་ཡིད་དུ་འོང་བའི་ལུགས་ལྗོངས་དེ་ཆེས་གཙང་ཞིང་འཁོག་རླུང་ལ་རྫས་འགྱུར་གྱི་ལྷད་མ་ཞུགས་པ་དང། ནགས་གསེབ་ཀྱི་ཁྲོད་དུ་ཞབས་ཕྱིའི་སྐད་དང་གནག་ཕྱུགས་ཀྱི་དབྱེ་འབྲི་ཀྱི་སྒྲ་སྙན་པོ་ཐོས་རྒྱུ་ཡོད་པ་ཙམ་ལས་ཨ་རིའམ་འཕྲུལ་འཁོར་གྱི་སྒྲ་ཅི་ཡང་ཐོས་རྒྱུ་མེད་སྟབས་གདོད་མའི་རང་བཞིན་ལྷུན་གྱིས་གྲུབ་པའི་གནས་ཁྱད་པར་ཅན་དེ་འདྲ་བ་ནི། དེང་གི་ཆར་རྙེད་པར་དཀའ་བའི་མཛེས་སྡུག་ཡིད་དུ་འོང་བའི་རྦི་ཀློང་ལྟ་བུ་ཞིག་ཡིན། གོང་ར་ཁུལ་དུ་ནགས་ཚལ་དང་རྩྭ་ས། སྨན་རྩྭ། ཕྱིའི་ཐོན་ཁུངས། གཏེར་ཁ་སོགས་རང་བྱུང་གི་ཐོན་ཁུངས་ཕུན་སུམ་ཚོགས་ཤིང། སྤྲེའུ་དཀར་པོ་ལ་སོགས་ཕྱིར་དཀོན་པའི་སྲོག་ཆགས་དང། རི་དྭགས་རྐྱང་གཟན་བྱ་རིགས་སྣ་ཚོགས་པ་འདུས་སྡོད་བྱེད་པའི་དཀྱིལ་ཁྱད་པར་ཅན་ཞིག་ཡིན་ལ། མེ་ཏོག་རྟགས་མ་སེར་པོ་ལ་སོགས་པའི་རྩ་ཆེའི་སྐྱེ་དངོས་མ་ཚང་བ་མེད་པའི་ཁར། གསེར་ལྡན་ཆུ་བོའི་འགྲམ་གྱི་ཕྱེད་གསེར་གྱི་ཐོན་ཁུངས་འཛོམས་ཀྱང། ཡུལ་མི་རྣམས་ཀྱིས་ཡུལ་ལྷ་གཞི་བདག་འཁོན་གཏོགས་ཀྱི་སྔོག་འདོན་བྱེད་ཀྱི་མེད། དེ་བཞིན་རྫབ་དང་ཙན་དན་སོགས་ཤིན་ཏུ་དཀོན་པའི་ཤིང་རིགས་དང། བེ་ཤ་དང་སེར་ཤ་ལ་སོགས་པའི་རི་སྐྱེས་སྨན་གྱི་སའི་རིགས་སོགས་ས་གཞི་ཆེན་པོའི་ནང་རྐྱེན་ཐག་ལུས་པ་ཞིག་ཀྱང་ཡུལ་དེར་མ་ཚང་བ་མེད་པར་འདུས་ཡོད། ཡུལ་སོགས་མཐུན་སྐྱེད་ཐད། དེ་གའི་ཡུལ་མི་ས་མཐོ་སར་ཡོད་པ་རྣམས་ནི། ཞིང་འབྲོག་ལས་ཉམས་གཉེར་བྱེད་པའི་ས་མ་འབྲོག་ཡིན་སྟབས། ཕྱོགས་གཅིག་ནས་ནོར་ལུག་བརྩིས་ནས་མར་དང་ཕྱུར་བ་སོགས་ཐོན་སྐྱེད་བྱེད་ཅིང། གཞན་ཡང་ས་ཞིང་དུ་ལོ་དྲུག་ལོ་ཏོག་ཐེངས་རེ་བསྡུ་རྒྱུ་ཡོད། ས་དམའ་སར་ཡོད་པ་རྣམས་ནི་ཞིང་ལས་གཙོ་གཉེར་བྱས་པས། ལོ་རེར་ལོ་ཏོག་ཐེངས་གཉིས་བསྡུ་ཐུབ་ལ། ད་དུང་ཤིང་འབྲས་དང་ཚོད་མའི་རིགས། སྣུམ་སྐྱི་སོགས་ཐོན་སྐྱེད་བྱེད་ཅིང། དེ་ཁུལ་གྱི་ལོ་ཏོག་གཙོ་བོ་ནི་གྲོ་ནས་ཧྲེང་གསུམ་གྱི་མཚོན་མར་མའི་ལོ་ཏོག་དང། ཁྲེ་དང་བྲ་བོ་ཡིན་པ་དང། ས་གནས་ཁ་ཤས་སུ་འབྲས་ཀྱི་ཐོན་འབབ་ཀྱང་བཟང་ཙམ་ཡོད། སྣུམ་རིགས་གཙོ་བོ་ནི་སྟར་ཁ་བརྡུངས་ནས་སྐྱིད་པ་དང། ཤ་རིགས་གཙོ་བོ་ནི་ཕག་ཤ་ཡིན། ཁྱིམ་ཚང་སོ་སོའི་ཞོར་ལས་སུ་ཕྱུགས་གསོ་བ་དང་ཕག་དང་བྱ་དེ་གསོ་བ། སྦྲང་མ་བསྲེས་ཏེ་སྦྲང་རྩི་གསོག་ལེན། ཤིང་ཏོག་གི་སྒོ་ར་ངོས་ནས་ཚ་ལུ་མ་དང་རྒུན་འབྲུམ། སུ་ལུ། ཟེའུ་འབྲུ་དམར་པོ། སྟར་ཁམ་ཀུ་ཤུ། ཤིང་ཏོག་ཨར་མ། ཀ་རིགས་དང་ཚོད་མའི་རིགས་གྲོ་མ་དྲི་སོགས་ཐོན་སྐྱེད་བྱེད། གཞན་ཡང་ལག་རྩལ་ཡོད་མཁན་གྱིས་ཐག་ལི་དང་མགར་ལི། ཚེམ་བཟོ། ཤིང་ཆུའི་རྐོ་བཟོ། བསྲེས་དང་ཚོན་བརྩེགས་གཏོང་བ། འབྲུ་རིགས་ལུས་སྣོན་གསོ་བྱེད་པ་དང། དབུལ་ཆུང་གི་ལུས་སྣོན་བྱེད་སྟངས་ཁྱིམ་ཚང་ཀུན་གྱིས་ཤེས། ལྷག་པར་དུ་ཡུལ་དེ་ནི་སྔ་མོ་ནས་རྒྱལ་ནང་དང་འཇང་ཡུལ་སོགས་ནས་བོད་ལྗོངས་ས་གནས་ཁག་དང་སྟོད་རྒྱ་གར་ལ་ཚོང་འབྲེལ་བྱེད་པའི་ལམ་བུ་གལ་ཆེན་སོང་བས། ད་ལྟ་ལོ་རྒན་པའི་ཁྲོད་དུ་དེ་སྔ་ཚོང་པའམ་ལག་བསྟོད་བྱེད་མྱོང་མཁན་མང་པོ་ཡོད། མངའ་སྡེའི་ཀུང་སིལ་ར་བའི་ཚོང་པ་ཚོས་རྒྱལ་ནང་ནས་བྱ་རིལ་དང་བུ་རམ། པར་གས་སོགས་ཀྱི་ཚོང་ཟོག་བསྒྲུབས་ནས་གྲལ་རྟ་མང་པོར་བཀོལ་ཐོག་དུས་ཡུན་ཟླ་བ་གསུམ་དང་ཉིན་བཅུ་ཙམ་ལ་ལྷ་སར་འབྱོར་གྱིན་ཡོད་ལ། ལམ་བར་དུ་ཤར་གོང་ལ་དང་ཚ་བ་གིས་ཆིན་ཐང་སོགས་ལ་རྐུ་ལུང་རྒྱུར་བརྒལ་བའི་དཀའ་ངལ་དང། རྐུན་ཇག་གི་ཉེན་ཁ་ཚབས་ཆེན་ཁྱད་དུ་བསད་ནས་བོད་དབུས་སུ་ཚོང་འདྲེན་བྱེད་ཅིང། ཚོང་པ་ཚོས་བོད་དབུས་སུ་འདྲེན་པའི་བྱ་སོགས་རྐུབ་སྟེར་ཧ་ཅང་བྲིན་པོ་ཡོད། ཁོ་ཚོས་མར་ལ་འཁྱེར་བའི་ཚོང་ཟོག་ལ་རྒྱ་གར་དང་བལ་པོ་ནས་དྲངས་པའི་གོས་ཆེན་བྱང་ཁེབས་སོགས་དང། འབྲུག་པའི་འབུ་རིའི་སྣོད་བུ་སོགས་ཡོད་ཁར་རང་རང་གི་ཁྱིམ་ལ་དམིགས་ཏེ་ལྷ་སྐུ་རྟེན་གསུམ་དང་གསུང་རབ་བཀའ་བསྟན། མཆོད་པའི་ཡོ་བྱད་སོགས་ཀྱང་འདྲེན་གྱིན་ཡོད་པས་སྐབས་དེར་ཡུལ་ལུང་དེ་ནི་ཚོང་ལས་དར་འཕེལ་ཆེ་བའི་ས་ཁུལ་ཞིག་ཀྱང་ཡིན། དེ་ཡང་ཡུལ་དུས་མང་དུ་གོང་བརྩེགས་ར་བའམ་གོང་བཅོ་ར་བ་ཞེས་པ་ནི་སྔོན་རྒྱ་བཟའ་བོད་དུ་བྱོན་སྐབས། ཡར་ལམ་ས་དེར་སྤྲོ་བ་སྐྱེས་ཏེ་རྩེད་འཇོར་རོལ་བའི་ར་བ་ཡིན་པས་མིང་དེ་ལྟར་བཏགས་ཞེས་བཤད་སྲོལ་ཡོད་པ་དེར་རྒྱུ་མཚན་ངེས་ཅན་སྣང་ཡང། དེ་སྐད་ཡུལ་མིའི་ངག་རྒྱུན་དུ་སྤུང་རྩི་ར་བ་ཞེས་བརྗོད་པར་བཤད་ན། ཁམས་སྐད་དུ་སྤང་ལ་ན་རོ་ཡོད་པའི་སྒྲ་ལྟ་བའི་གླགས་ནས་སྤུང་ཞེས་བརྗོད་ཀྱིན་ཡོད་ཀྱང། ཡུལ་དེར་སྤང་རྩ་བཟང་ཞིང་རྩི་ཤིང་མེ་ཏོག་གིས་བྱུགས་པ་དོན་ལ་གནས་པས། ཕལ་ཆེར་སྤང་རྩི་ཤིང་མེ་ཏོག་གིས་བརྒྱན་པའི་ར་བ་ཞེས་པ་བསྡུས་ནས་སྤུང་རྩི་ར་བ་ཞེས་བརྗོད་པའང་ཡིན་ཤས་ཆེའོ། དེ་ལྟར་སྤྱི་དམངས་ཀྱི་ཀུང་སིའི་ར་བ་ཞེས་འབོད་པའི་ཁོངས་གཏོགས་སུ་ཤོག་ཀ་ཆེ་བ་ནི་སྤུངས་རྩི་ར་བ་དང། ཤོག་གསུམ། ཡར་བཞི། ལྕོག་པ་ལུང། ཐང་སྟེང། རོང་པ་ཚལ་ཐང། བླ་འཕེལ་བཅས་ཡོད་ཅིང། དེ་དག་སོ་སོར་ཡང་གྲོང་ཚོ་ཆུང་ཆུང་བཅུ་ཕྲག་མང་པོ་ཡོད་སྟབས། ཀུང་ར་ཁུལ་ཡོངས་ལ་གྲོང་ཚོ་སུམ་བརྒྱ་ནས་བཞི་བརྒྱ་ཡོད་ཅིང། གྲོང་ཚོ་ཆེ་བ་འགའ་ཤས་ལ་ཐལ་དམ་ལྔ་བཅུ་བརྒལ་ཡོད་པས། གྲོང་ཚོ་རེར་ཆ་སྙོམས་ཀྱི་ཐིལ་དུམ་ཉི་ཤུར་བརྩིས་ན་ཁུལ་དེ་ཧྲིལ་བོར་ཐེམ་གྲངས་བརྒྱད་སྟོང་ལ་ཉེ་བ་ཡོད། དེ་སྔོན་བླ་འཕེལ་དང་ལྕོགས་པ་གླིང་དང། ཐང་སྟེང་ཁོངས་ཀྱི་རང་གི་ནགས་སྲིབ་དུ་ལུའུ་སུའུ། ལི་སུའུ་རིགས་དང་འཇང་རིགས་སོགས་ཐར་ཐོར་ཙམ་ཡོད་པ་རིམ་པར་འཕེལ་ནས་ས་གཞན་དུ་གཞིས་ཆགས་པ་ཡང་མང་བས་ཁུལ་དེར་མི་རིགས་དེ་ཚོའི་གྲོང་ཚོ་ཡང་ཡོད། སྔར་སྐབས་གཅིག་གི་རིང་ལ་གོང་ར་ཁལ་དེ་འཇང་ས་དམ་བརྒྱད་པའི་མངའ་འོག་ཏུ་ལོ་བརྒྱ་ཙམ་ཚུད་མྱོང་བས། དེའི་རིང་ལ་འཇང་དཔོན་གྱིས་བུད་མེད་ཚོར་འཇང་ལུགས་ཀྱི་ཆོས་སྤྲས་སུ་བཅུག་པ་དང། ས་ཆ་ཁག་ལ་ས་སོང་འཇང་རྫོང་གི་ཤིན་ཐང་ཅིག་ཡོད། སྐབས་ཤིག་ལ་ཡུལ་དེར་འབར་རྫོང་བྲག་ཤེར་སྒང་ཞེས་པ་བཙུགས་ཤིང། རྒྱལ་དབང་ལྔ་བ་ཆེན་པོའི་སྐབས་སྡེ་སྲིད་སངས་རྒྱས་རྒྱ་མཚོས་དེ་ཁུལ་གཡག་གཡོན་གྱི་གྲུབ་མཐའ་མང་པའི་དགོན་ཆུང་ཁ་ཤས་ཟླ་བསྒྲིལ་ཏེ། རི་བོ་དགེ་ལུགས་པའི་དགོན་ཆེན་དུ་བསྒྱུར་ནས་དགོན་དེར་དོན་གྲུབ་བླངས་ཞེས་མིང་བཏགས་པ་རེད། ས་གནས་དེ་གའི་བདེ་དཔོན་མི་དྲག་ཆེ་ཤོས་ནི་ཞྭ་ལི་ཞལ་ངོ་ཞེས་པ་དེ་ཡིན་ཞིང། དེའི་དབང་གིས་ཆད་པའི་ས་ཁོངས་ནི་ཡག་ར་ལྷ་ཆེན་གོང་ཁ་ཞེས་པ་ནས་འབྱུང་གླུ་དབྱངས་རྒང་ཡན་ཆད་ཡིན་པས། ལོ་ལྟར་དགེ་ལུགས་རྒྱུ་རགས་གསུམ་གྱི་ཁྲི་ལི་བརྡོལ་བ་དང་ཁྲིམས་ཀྱི་འཕྲིན་ཐག་གཅོད་ཀྱིན་ཡོད། བྱ་ལི་བྱ་ལྔའི་རྡོག་ནི་སྔོན་སྤང་རྩི་རགས་མཐུད་དུ་ཡོད། རྗེས་སུ་སྤང་རྩི་རགས་འདུ་འཛི་ཆེ་བས་སུན་སྣང་སྐྱེས་ཏེ་འགྲིམ་འགྲུལ་སྟབས་བདེ་མིན་པའི་ལུང་ཁུག་བྱ་ལི་ཞེས་པའི་ཁུལ་དུ་དཔོན་ཁང་བསྐྲུན་ནས་དེར་གནས་སྤོ་བྱས་སོ། གོང་ར་བའི་སྐྱེས་པ་ཚུལ་སྐྱོན་གྱིས་བོད་ཁམས་ཕྱོགས་དང་འདྲ་བར་སྟོད་གོས་ནི་ཕུ་ཐུང་ཤིང་ཆེ་བ། འབུ་རིའི་སྲམ། རུས་སྐལ་དང། དལ་ཁྲི་སོགས་ལས་གྲུབ་པ་དང། བྱི་པ་མཆིན་མདོག། དམར་སྨུག་གམ། མཁྲིག་དམར་པོས་བྱུར་པ། མགོ་ལ་དགུན་དུས་སུ་ཚེ་རིང་དཀྱིལ་འཁོད་གྱོན་པ་དང། དབྱར་དུས་སུ་རྒྱ་གར་ཞྭ་མོ་གྱོན། ལྷམ་ཤར་རྩི་དང་སྐབས་རེར་དཀྱིལ་ཐུང་དཀར་པོ་བྱང་ཆེ་བ་གྱོན་སྲོལ་ཡོད་པ་ནི་ལྷ་གསོལ་སོགས་སུ་སྐྱོད་སྐབས་ཀྱི་བཟའ་བཀྲིས་ཡིན་ཞིང། ནམ་རྒྱུན་པགས་རིགས་སོགས་ཀྱི་གོས་གྱོན་གྱིན་ཡོད། བུད་མེད་ཀྱི་ཆས་སུ་རྨ་ལག་གཡོགས་ཏེ་སྣལ་མོ་བྱེད་པ། སིལ་སྟབས་མང་པོ་ཡོད་པའི་དཀར་པོ་དང་སྔོ་ནག་གང་རུང་དང། གཟའ་མཆོར་སྤྲས་སྐབས་ཀྱི་སྟོད་གོས་ནི། གིས་ཆེན་བཀྲག་མདངས་ཆེ་བ་དག་གི་ཐོག་ཏུ་སྟོད་ཐུང་བུད་མེད་གིས་ཆེན་རི་མོ་བཀྲག་མདངས་ཆེ་བ་རྣམས་ལ་མཐའ་ཤིན་ཅང་ཁེབས་གསེར་སྐུད་རི་མོ་བདམས་པ་ཞིག་བྱོན་ཞིང་རྒན་པ་རྣམས་ཀྱིས་མགོ་རིས་ནག་པོ་བཀྲ་བ་དང་ན་ཆུང་རྣམས་ཀྱིས་མགོ་རིས་དམར་པོ་བཀྲས་ཤིང་བཀྲག་གཞུག་གཏོང་སྐུད་མཚོན་ཁྲ་དང་ནག་པོ་ཤས་ཆེར་བཏང་ནས་ལྷས་པ་ཞིག་གིས་བཀྲ་བསྐོར་བྱེད་པ། རྒྱན་ཆར་རྣ་ལོང་རིན་ཆེན་དང་པོ་དང་གཉིས་པ་གང་རུང་ལས་བྱེད་པ་ཆ་གཅིག་ལ་ཕྱི་རུ་བདག་པོ་ཆེ་བ་ཚེ་བུམ་གྱི་དབྱིབས་སུ་བགྱིས་པའི་སྟེང་ནས་འཛིན་པ། མགུལ་རྒྱུན་ལ་ཕྱི་རུའི་ཕྲེང་བ། ལྕགས་གཅིག་གམ་གཉིས་ཅན་སྣ་ཚོགས་པ་དང་དེའི་ཁར་གསེར་དངུལ་གྱི་གུར་དབྱི་ཕྲ་བཀོད་པའི་ཐག་པར་སྤུས་ཤེལ་དང་དབྱི་ཕྱི་རུའི་ཕྲེང་བའི་རེ་བ་ཞིག་དང། རྔུལ་སོགས་ཀྱི་ལག་རྡུབ་དང་སོར་རྡུབ་འདོགས་སྲོལ་ཡོད། སྟོན་མོ་ཁག་དང་ལོ་སར་ལྷག་གསོལ་སོགས་ཀྱི་སྐབས་སུ་ཡུལ་དེའི་སྐྱེ་བོ་རྣམས་ཀྱིས་སྤྲོ་དཀར་ལ་རོལ་ཞིང། དེ་ཡང་སྐྱེས་པ་རྣམས་གཞོགས་ཤིག་ནས་གྲལ་ལྟར་བསྒྲིགས་ཏེ་རྒན་གཞོན་ལྟར་བསྡད་རྗེས་བུད་མེད་རྣམས་ཀྱིས་གཞོགས་གཞན་ཞིག་ནས་གྲལ་བསྒྲིགས་ཏེ་གླུ་ལེན་པ་དང། ཤག་འགྱེལ་ཅིང་ཕྱི་ནས་ཡོང་མཁན་ལ་ཆེམ་མཐོང་གིས་གྲལ་མགོར་བཞག་ནས་ཆང་ཕུད་འཇོག་སྐབས་ཕོག་སར་ཁྱུ་ཞིག་གྲལ་དཀྱིལ་ནས་ཡོང་སྟེ་རྐང་སྟབས་འགྲིག་པའི་གྲོ་ཐུང་ཞིག་འཁྲབ་རྗེས། ཤིང་ཁྲོད་ནང་དུ་ཡོད་པའི་ཆང་དང་ཤིང་འབྲས་འོ་མ་སོགས་སྐུ་མགྲོན་གྱི་མདུན་དུ་གུས་པ་དང་བཅས་ཀྱི་སྒོ་ནས་འབུལ་སྲོལ་ཡོད་པ་དེར་འཁྲུངས་ཤིས་ཟེར་ཞིང། སྐུ་མགྲོན་གྱིས་ཕུད་གཏོར་བྱས་རྗེས་རྔུལ་ཕྲན་བུ་རེ་ཤིང་ཁྲོད་ནང་དུ་བླུགས་ཏེ་སྔར་རྒྱུའི་དར་རྒྱས་ཀྱི་གཏམ་གཏོང་བ་ཡིན། དེ་ནས་གང་འཚམས་སོང་རྗེས་མི་རྣམས་སྒོ་རའི་ནང་དུ་སྐྱོད་པའམ་ཡང་ན་ཚོམས་ཆེན་ནམ། མགྲོན་ཁྱིམ་ཞེས་པའི་ཁང་བ་ཆེན་པོའི་ནང་དུ་སྔར་བཞིན་སྤྲོ་གར་ལ་རོལ་གྱིན་ཡོད། གཞན་ཡང་འཇིག་རྟེན་མཐུན་འཇུག་གི་ཐད། གཉེན་སྒྲིག་ཁ་སྐྱེལ་ཐོག་མར་བྱེད་སྐབས་མཐོང་ཆུང་གཏོང་བ་སོགས་སྔོན་དུ་བྱས་ནས་བསྔགས་བཞེས་སྐབས་སུ་དམག་པའམ་ན་མ་གང་རུང་གི་ཁྱིམ་དུ་སྤུན་ཆེད་ཉེ་རིང་དང་ཕ་རྒྱུད་མ་རྒྱུད་ཀྱི་ཤིང་པོ་ཨ་ཁུ་སོགས་མཉམ་འཛོམས་ཐོག་རང་རང་གི་ཐོབ་ཐང་ལྟར་བྱ་རིལ་བཞག་ནས་བར་སྤོང་ལྟ་བུ་བྱེད་པ་དང། རྗེས་སུ་སྤུན་ཉེའི་ཁྲོད་ཀྱི་རྒན་ཤེས་དུས་ཕ་མར་གུས་བཀུར་དང་ནང་ཁུལ་རྩེ་མཐུན་དགོས་ཅེས་སོགས་ཀྱི་བསླབ་བྱ་བཏང་རྗེས་གཉེན་སྒྲིག་དེ་ཚང་མས་ཁས་ལེན་པར་ལྟ་བུར་གྱུར། བག་མ་བསུ་བ་བྱེད་པའི་སྔ་ཉིན་དེར། བསུ་མཁན་ཕྱོགས་ནས་བསུ་མི་གྲོགས་བཞིའི་གཏམ་ལུགས་ལ་མཁས་པ་ཞིག་གིས་བག་སྐོན་བྱས་ནས་མི་གྲངས་བཅོ་ལྔ་ཙམ་ཡོང་སྟེ་མི་ཚང་མ་དེར་སྡོད་ཅིང། དགོང་མོ་ཁ་བྲལ་ཞེས་མེ་མདའ་བརྒྱབ་ནས་གྲོང་པ་ཚོར་བརྡ་བཏང་སྟེ་གྲོང་པ་ཚོ་འཛོམས་རྗེས། གླུ་ངག་རིང་པོ་འགའ་འཐེན་ཞོར་ལ་ཕན་ཚུན་ཁ་ཤགས་རྒྱག་པ་དང། བྲོ་འཁྲབ་ནས་མཚན་གང་སྡོད་ཅིང། དེ་ཡང་སྲིད་མི་དང་སྐྱེད་མི་ཁག་སོ་སོར་ལངས་ནས་བགྲོ་གླེང་ལྷོག་སྒྲིག་བྱེད་ཀྱིན་ཡོད། སང་ཉིན་གྲལ་བསྒྲིགས་ནས་རྟེན་འབྲེལ་རྙིང་ལ་བསྐྱོད་སྐབས་ལམ་བར་ལ་སྲིད་མི་སྔོན་དུ་འགྲོ་ཞིང་བར་དེར་བག་མ་བག་རོགས་རྣམས་དང་མཇུག་དེར་སྐྱེད་མི་བཅོ་ལྔ་ལྷག་གིས་གཟབ་རྒྱས་བཏང་རྗེས་ཁིར་མི་འགའི་མི་ཚང་གིས་བསྐུར་བའི་རྫོང་པ་རྣམས་ཁྱེར་ཏེ་ལམ་དུ་ཞུགས་ཤིང། ལམ་བར་དུ་བསུ་མའི་ས་ཚིགས་འགའ་ཤས་ཡོད་པ་དེར་ཀྲོའུ་ཡི་གར་འཆང་དང་བཅས་ཆིང་འདྲེན་པ་ལ་ཕུལ་གཏོར་བྱས་ཏེ། གཞུང་བར་རིང་ལུགས་ཕྲན་བུ་རེ་འཇོག་གི་ཡོད། ཕར་ཕྱོགས་མི་ཚང་གི་སྒོ་འགྲམ་དུ་འབྱོར་རྗེས་རྟ་བོད་ཀྱི་བཤད་པ་སོགས་སྔར་སྲོལ་རྟེན་འབྲེལ་དང། སྒོས་རྒྱབ་ཏུ་ཕྱེད་སྣང་སློང་མཁན་ཞིག་གིས་བོགས་མ་གཡེར་འཛུལ་སྐབས། ལྕོག་རྟ་ལྷུང་སྲིད་ཡོད་པ་དེ་ནི་བག་མའི་རྒྱུད་ཀྱི་གནོད་པ་འགོག་བྱེད་ཡིན་སྲིད། དེ་ནས་མགྲོན་ཁྱིམ་གྲལ་སྟར་བཏང་ནས་ཕྱོགས་གཉིས་པའི་བུ་བུ་མོ་ལ་རོགས་པའི་གཞོགས་གཉིས་ནས་བསྐྱོར་ཏེ་གྲལ་གྱི་ཁྲོད་དུ་གཡང་གྲོང་རི་མོ་འཐེན་པའི་གདན་ལ་འཁོད་ཅིང། བུ་སྤུན་གྱིས་མི་ཚང་གི་ཚབ་བྱས་ནས་གཏམ་གཏོང་བ་དང། བྲན་ཁོལ་ཚང་མར་སྐར་རྩིས་ཤིང་འབྲས་རང་སྐལ་མ་ཆད་པ་བྱུང་དགོས། དགོང་མོ་གསོལ་སྟོན་གྲ་རྒྱས་གྲུབ་ནས་ཚང་མར་བྲོ་རིར་ཕེབས་རོགས་ཞེས་བརྡ་ཕུལ་རྗེས་མཚན་མོ་ཚང་མ་འཛོམས་ནས་བྲོ་འཁྲབ་པ་སོགས་གང་དང་མཚུངས་སོ། ཀོང་ར་བ་ཚོའི་ལུགས་སྲོལ་ལ་ཡུལ་མི་འདུས་གྲོངས་སུ་གྱུར་སྐབས། གཉེན་ཉེ་འབྲེལ་དང་གྲོང་པ་ཚོས་ཆང་དལ་བུ་ཆུང་ཆུང་རེ་འཁྱེར་ནས་སེམས་གསོར་ཡོང་དགོས་ཤིང། འདས་པའི་སྐུ་ཕུང་ལ་བླ་མ་གྲྭ་བ་རྣམས་ཀྱིས་བུམ་ཆུ་བླུགས་ནས་སྒམ་ཙོག་ཙོག་ཅིག་བཅུས་པས་སྒོ་ཕྱི་དང་སྒེའུ་ཁུང་ལ་རི་མོ་འབྲི་བ་དང། ཕུང་བོ་བཙོག་པར་རོབ་ཙམ་བསྡམས་ནས་བཅུག་རྗེས། བུམ་ཆུ་སྤྱི་བོ་ནས་བླུགས་ཀྱང་ཡང་བསྐྱར་གྱིས་སྔགས་དང་བཅས་གཏོར་བ་དང། དུག་སྦྱོང་སོགས་བྱས་ཏེ་ཚེ་འདིའི་གྱི་ནམ་ཤེས་བསྐུལ་པ་དང་རྡོ་རྗེ་སེམས་དཔར་བསྐྱེད་ནས་མཆོད་པ་བྱས་ཀྱང། ཉེ་འབྲེལ་དབུ་རྒྱུད་རྣམས་ཀྱིས་གཤེགས་བྱས་ཏེ་དྲིན་ལན་གསོ་བའི་ཚུལ་བྱེད། ཁ་ཅིག་གིས་ཕུང་བོ་ཐད་ཀར་འབྲི་ཆུར་གཤེགས་ཀྱིན་ཡོད་རུང། མང་ཆེ་བས་རང་ཁྱིམ་དང་ཐག་ཉེ་ས་ཞིག་ལ་སུས་བསྐྱོར་ནས་ལོ་ཤས་བཞག་ནས་རུས་པ་སྐྱ་སེང་ངེར་སོང་རྗེས། སླར་ཡང་ཕྱིར་དོན་ཏེ་རུས་ཆོག་བྱས་ནས་སྐུ་རུས་འཁྱེར་འགྲོ་ཞིང་རོལ་མོ་སྣ་ཚོགས་ཀྱི་སྒྲ་དང་བཅས་མྲི་དང་མེ་ཏོག་གཏོར་ནས་ཕྱི་ལ་བཤགས་ཀྱིན་ཡོད། ཡང་ཟས་རིགས་ཀྱི་མཐུད། གོང་ར་བ་ཚོས་རྩམ་པ་འཐག་སྐབས། ཡིས་མ་བསྔོས་གོང་ལ་མྲི་ཆུའི་ནང་དུ་བཙོས་ནས་སྐམ་གྱི་སྔོ་སོལ་ཡོད་པ་འདི་དབྱི་གཙང་དང་མི་འདྲ། འབྲོག་པ་ཚོས་མར་གསེར་བཏོན་ནས་ཕྱིར་བ་བྱ་གླང་སོགས་བཟོ་བ་ལས་སྐྱ་བཤེར་དང་སྔོ་བཤེར་སོགས་བཟོ་སྲོལ་མེད། ཡུལ་དེར་ར་ཤ་དང་ཕག་ཤ་སོགས་ས་འཁོན་མང་པོ་ཡོད། སྣུམ་གྱི་རྒྱུ་གཙོ་བོ་ནི་སྟར་ཁ་ཡིན་ལ། དེ་ནི་བལ་ཁ་དང་བསྡུར་ན་རོ་བསྐྱེད་ཆེ་བ་དང། ལོག་སེར་སྐབས་སྡེར་ཁ་གཤོམ་བཤུལ་དང། སྐུ་མགྲོན་གྱི་མདུན་དུ་བྱམས་ཀྱི་ཤིང་འབྲས་དང་ཁ་ཟས་ཀྱི་རིགས་སྣ་ཁ་མང་ཞིང། ཁ་ལུད་ཅེས་པ་འབྲས་བཙོས་ཀྱིས་ལས་མོར་བཙོས་ནས་སྣུམ་ནང་དུ་བསགས་ཏེ་ཆེན་པོར་གྱུར་པ་དེ་ལོག་གསར་དང་སྟོན་མོ་རྟེན་འབྲེལ་ཚང་མར་མེད་དུ་མི་རུང་བ་ཞིག་ཡིན། མདོར་ན། མདོ་ཁམས་གོང་གསལ་ར་བའི་ཕྱིར་སྣོད་ཀྱི་ས་ལ་རྒས་རྒྱ་ཚང་ཞིང། རང་བྱུང་གི་མཛེས་སྡུག་སྣ་ཚོགས་ངང་གིས་འཆར་བའི་ཁྱད་པར་ཅན་གྱི་གནས་ཉམས་དགའ་བ་དེར་ནང་བཅུད་ཀྱི་སེམས་བསྐྱེད་སྣ་ཚོགས་ཕན་ཚུན་ལ་བརྩེ་ཞིང་འཚེ་བ་མེད་པར་བག་ཡངས་སུ་འཚོ་བ་འོད་བྱང་དང་འདྲ་ཞིང། ཡང་ས་གནས་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་འཛོམས་པའི་ཡུལ་སྲོལ་གོམས་གཤིས་དང། མི་ཆོས་རིག་གནས་ཀྱི་བཀོད་པ་ཕུན་སུམ་ཚོགས་པས་ཕྱོགས་ཀྱི་མགྲོན་པོ་རང་ནས་འགུགས་ཀྱང་ཉེ་རུ་བསོའོ། ཀློག་པ་དང་འབྲི་བ།

ཀ་ཡབ་དག་སྐྱ་གི་གི་ཀྱི་ང་བཞག་ཀྱང། ཁ་འབྲི་ངེ་ཁེ་བ་བཞག་ཁེབ། ཀྱང་ཁེབ། ཀྱང་ཁེབ། ཨ་འབའ་ཞབས་ཀྱི་འབུ། ར་ས་བཞག་རི། འབུ་རི། འབུ་རི། ཀ་འབྲི་ངེ་ཀེ། ལ་འབྲུ་ངེས་ལེ་བ་བཞག་སླེབ། ས་རྒབ་དག་རཀ་ཞབས་ཀྱི་རྒུ་ར་བཞག་རྒུར། ཀ་ས་ཞབས་ཀྱི་བསུ་མ་བཞག་གསུམ། ཀེ་ལེབ་རྒུར་གསུམ། དགེ་ལེགས་དགུར་གསུམ། ས་བྱམས་ཆུ་སོ་ལ་བཞག་སུལ། ལ་སྟབས་དག་རྟ་འབྲི་ངེ་ལྟེ་བ་བཞག་ལྟེབ། སུལ་ལྟེབ། སུལ་ལྟེབ། ཁ་རབ་དག་ཕྲ་ཞབས་ཀྱི་ཁྲི་སྣ་བཞག་ཕྲིན། མཐའ་བཀའ་བཞག་ཐག། འཕྲིན་ཐག། འཕྲིན་ཐག། ཤ་བཀའ་ས་བཞག་ཤག། ཨ་འགའ་ཡབ་དག་འཇའ་འབྲུ་ངེ་འགྱེ་ད་བཞག་འགྱེལ། ཤག་འགྱེལ། ཤག་འགྱེལ། ཁ། ཆ་ད་བཞག་ཆལ་ཁ་ཆལ། ས་བབ་དག་སྤ་ན་རོ་སྤོ་ས་བཞག་སྤི། ཤ་འབྲི་ངེ་ཤེ་ལ་བཞག་ཤེལ།

ཅ་ལང་ཅ་ལང་ཀ་རབ་དག་ཁྲ་ན་རོ་ཀྲོ་ང་ས་བཞག་ཀྲུང་ཀྲུང་ཀྲུང་ར་ཞབས་ཀྱི་རུ་ས་བཞག་རི་ཆ་ན་རོ་ཆོ་ག་བཞག་ཆོག